ཡ། བོད་ཡིག་སྦྱོང་སྟངས་སྐོར་གྱི་ཤུགས་ཡིན། ཨ། ག་རེ་ཟེར་ན་ད་མི་མང་པོ་ཅིག་དེ་ཆགས་ཀྱི། བོད་ཡིག་སྦྱོང་འདོད་ཡོད་བྱས་རེད་མ། ཡིན་ན་ཡང་ཅིག་སྦྱོང་སྟངས་ག་འདྲས་ཅན་སྦྱང་ན་ད་ཡག་གི་ཡོད་མེད་ག་ནས་འགོ་ཚུགས་བྱས་སྦྱང་དགོས་ཀྱི་ཡོད་མེད་ད་དེ་འདྲས་མ་རྒྱན་པ་ལ་སོགས་པ་གི་གནས་ཚུལ་དེ་འདྲས་མང་པོ་ཡོད་ས་རེད། ཞུས་ཙང། དེ་རིང་ང་ཚོས་བརྗོད་གཞི་དེ་ཡིན་ན་བོད་ཡིག་སྦྱོང་སྟངས་དགོས་རེད་ཟེར་ཏེ། ད་བོད་ཡིག་དེ་ག་འདྲའི་ཆེད་སྦྱོང་དགོས་རེད་དང་པོ་ག་རེ་སྦྱོང་དགོས་རེད་པ། ཨོ། དེ་ནས་ག་རེ་ཟེར་ན་དེའི་རྗེས་ལ་ག་རེ་སྦྱོང་དགོས་རེད་ལ་སོགས་པ་རེད་པ། ཨོ། དེའི་སྐོར་ཅིག་ཞུ་གི་ཡིན་ཟེར། ད་འདི་ལ་ཡིན་པ་ཆ་བཞག་ན། ཅི་སྟངས། བོད་ཡིག་སྦྱང་ཡ་དེ་ལ་ཡ་ད་རིམ་པ་ར་བ་གསུམ། རིམ་པ་གསུམ་ཟེར་གྱི་ཡོད་རེད་ད་རིམ་པ་ཟེར་དགོས་རེད་བས་ག་རེ་ཟེར་དགོས་རེད། ནང་དོན། ང་རང་གིས་འདུག་བྱས་རྗེས་ཞུས་པའི་ཉམས་མྱོང་ཐོག་ནས་ཞུས་པ་ཡིན་ན། གཙོ་ཆེ་བ་རེ་དེ་གསུམ། དང་པོ་དེ་ག་རེ་ཟེར་ན་ད་དུས་རྒྱུན་དུ་ནས་ག་རེ་ཟེར་ན། ཅེས་བོད་སྐད་མང་པོ་ཉན། ཨ་ནི་ཅེས་ག་རེ་ཟེར་ན། མང་ཚེ་ཤེས་དེ་འདྲ་གནང་ཡ་དེ། གལ་ཆེན་པོ་ཞིག་རེད་བསམ་གྱི་འདུག། ད་དེ་ཤ་ག་རེད་ཟེར་ན་རྗེས་ང་ཚོ། གཅིག་སླབ་གྲྭ་བ་ཡིན་པ་ཆགས་ཀྱང་ན་སློབ་གྲྭའི་ནང་ལོག་དག་དེ་གྱེས་ལ་ཡང་སྐད་ཡིག་གཞན་དག་དང་དེ་གྱེས་ཀྱི་དུས་ཚོད་མང་པོ་སེམས་ཁུར་བར་བ། དེ་འདྲ་ཡིན་དུས། ཧན་ཅིག་དེ་ཁྱོད་འཚོ་བའི་ནང་ལ་ཡིན་པ་ཡིན་ནའི། རེད། སྐད་ཡིག་གཞན་དག་གི། དུས་ཚོད་མང་པོ་སེམས་ཡོད་དུས་ག་རེ་ཟེར་ན། ཅིག་སྐད་ཡིག་ག་རེ་སྦྱངས་པ་དེ། ད་འདི་ཡག་པོ་སྦྱང་དགོས་ཀྱི་ཡོད་ན་ད་ག་རང་སྐད་ཡིག་ད་ག་རང་ཉན་ཡས་དང་ཤེས་ཡས་དེ་གང་ལ་ཡ་དུས་ཚོད་མང་ས་གཏང་དགོས་ཡ་དཔེར་ན་བོད་སྐད་ཡིན་པ་ཆགས་ཡོད་ན་བོད་སྐད་ཉན་ཨ་ནི་མི་གཞན་དག་ག་རེ་ཟེར་ན་བོད་སྐད་བཤད་སའི་ཁོར་ཡུག་དེ་འདྲ་ཚད་བཅས་ཨ་ནི། གཅིག་ནས་ག་རེ་ཟེར་ན་མི་དང་མི་མཉམ་པོ་སྐད་ཅིག་བཤད་ཨ། གཉིས་ནས་ཡང་ཅིག་བརྙན་འཕྲིན་ལ་སོགས་པ་དག་ནང་བཞིན་ཁ་བ་ནང་ལོག་དང་ཡང་མིན་ན་རླུང་འཕྲིན་ལ་སོགས་པ་གང་ས་ཅི་བལྟས་ནས་གང་དག་ཅིག་བོད་སྐད་མང་ཙི་ཉན་ཨ། ཨ་ནི་ཡང་ཅིག་གོ་སྐབས་ར་དེ་འདྲའི་ཚད་ཀྱི་མང་རྩི་ཤེས། དེ་འདྲའི་བྱེད་ཡ་དེ་གལ་ཆེན་པོ་ཞིག་རེད། ཨ་ནི། སྐད་ཆ་བཤད་ཡ་དང་ཉན་ཡ་དེ་ཡག་པོ་བྱེད་མ་བྱེད་མ་ཤེས་པ་ཡིན་ན། ཨ་ནི། ཡི་གེ་སྦྱང་ཡ་དེ་རང་བཞིན་གྱིས་དཀའ་ལས་ཁག་པོ་ཆགས་ཀྱི་རེད་བ། བྱས་ཙང། དང་པོ་དེ། སྐད་ཆ། མང་པོ་ཉན་མང་པོ་བཤད་དེ་འདྲ་བྱེད་ཡ། ཁོར་ཡུག། ཡོད་ན་རབ་མེད་ན་སུས་སོ་སོ་ཁོར་ཡུག་བསྐྲུན་རྗེས་ད་དེ་འདྲ་གནང་ཡ། དེ་ག་རེ་སོང་གནས་ག་རོག་ཅིག་དེ་རེད། གཙོ་ཆེ་པོ་གཅིག། ད་དེ་ནས་གཉིས་པ་དེ་རྒྱུན་དུ་ཨ་ནི་ཅིག་ག་རེ་སོང་རེད། བོད་ཡིག་བྲི་ཡ་དང་ཀློག་ཡ་རེད་བ་ད་དེ་ཡི་གེ་གང་ལེན་པ་ཅིག་ཡང་ན། ཨོ། མང་ཙེ་བྲིས་ལག་པས་བྲིས་ཡང་མེད་ན་ཞལ་པར་ནང་ཀློག་དང་གློག་ཀླད་ནང་ཀློག་དང་དེ་འདྲས་ལ་ཡང། བོད་ཡིག་མང་ཙེ་བྲིས་རེད་བ་ནོར་གི་ནོར་གི་ལ་ཡང་ག་ལི་ག་ལི་ཁྲར་འགྲོ་གི་རེད་བ། ཨ་ནི། ཀློག་ཡ་དེ་གལ་ཆེན་པོ་ཞིག་རེད། ཞེས་སོ་སོའི་ག་རེའི་ཁུག་ཐུག་ནས་ཚགས་པར་ར་དེ་འདྲའི་བལྟས་བ་ཡིན་ནའི་རེད་སྒྲུང་དེབ་གོ་བདེ་བོ་དེ་འདྲའི་ཀློག་པ་ཡིན་ནའི་རེད་རེ་བ་སྒྲུང་སོ་ར་དེ་འདྲའི་ཀློག་ནའི་རེད་ག་རེ་ཀློག་པ་ཡིན་ནའི་ལས་ད་འབྲི་ཀློག་གཉིས་དེ་ལ་ཡ། དུས་ཚོད་མང་པོ་མང་ཚེ་བྲེལ་ཡ། ཨོ་དེ་གཉིས་གལ་ཆེན་པོ་ཞི་བོ་རེད། ད་དེ་གཉིས་ཀྱི་རྨང་གཞིའི་ཐོག་ལ་ད་དེ་གཉིས་ཡོད་པ་ཡིན་པ་ཆ་ཤས་ན་རེ་བ་ད་དཔེ་དེ་དེ་གཉིས་ད་དུས་རྒྱུན་བཞི་བོ་གཅིག་གིས་མང་པོ་བྲིས་བསྡད་ཉིན་ད་བློ་བདེ་ཉིན་ཡིན་པ་ཆ་བཞག་ན། སྤྱི་བཏང་གི་དག་ཆ་དག་དེ་རྒྱལ་ཁང་ལ་སྐུ་ངལ་ཞེ་དྲག་འཕྲད་དོགས་ཁག་བོ་མ་རེད། ད། དེ་མ་བྱུང་པ་ཡིན་ན་ཨ་ནི་ཅིག། རྟག་པར་ད་བྲིས་ཡ་དང་ཀློག་ཡ་དེ། མང་པོ་བཞི་བོ་དེ་འདྲ་སླེབས་ཉིན་དེ་འདྲ་ད་དེ་བཞག་དཀའ་ལས་ཁག་བོ་རེད་བ་དེ་འདྲ་ཡིན་དུས་ཨ་ནི་ད་སྦྱང་ཡས་རང་དེ་ང་ཚོ་ག་རེ་སྦྱང་དགོས་བོ་རེད་ཟེར་ན་སུམ་རྟགས་དག་གསུམ་ཟེར་ཡ་དེ་རྒྱས་གསུམ་སྦྱོང་རྒྱུ། ཨོ་དེ་རྒྱལ་གསུམ་སྦྱང་ཡས་དེ་གལ་ཆེན་པོ་ཞུ་བོ་རེད། ཨ་སུམ་རྟགས་དག་གསུམ་སྦྱང་གནང་དགོས་རེད། ཨོ་ད་སུམ་རྟགས་དག་གསུམ་ཟེར་དེ་ག་རེ་ཟེར་དགོས་རེད་ཟེར་ན། སུམ་ཅུ་བ་ཆད་རྟགས་བཅུ་ཆད་དག་ཡིག་དེ་རྒྱལ་གསུམ། དེ་རྒྱལ་གསུམ་སྦྱང་དགོས་རེད། ད་དེ་རྒྱལ་གསུམ་སྦྱང་ན་ཨ་ནི། ག་རེ་ལ་ཕན་དགོས་རེད་ད་དེ་རྒྱལ་གསུམ་སོ་སོ་གི་བརྗོད་དོན་ར་དེ་བརྗོད་གཞི་ར་དེ་ག་རེ་རེད། དེ་བ་དེ་བཅས་ཞུས་པ་ཡིན་པ་ཡིན་ན། ང་ཚོའི་བོད་ཡིག་འདི་ལ་ཡ། སུམ་རྟགས་དག་གསུམ་འདི་ལ་ཡ། ད། སུམ་རྟགས་དག་གསུམ། སྦྱངས་རྗེས་ག་རེ་འཕེན་དགོས་རེད་ཟེར་ན། དུས་རྒྱུན་ང་ཚོའི་བོད་ཡིག་ལ་ཡ། ཚོགས་གསུམ་གྱི་རྣམ་བཞག་ཟེར་ཅེས་གསུང་དགོས་རེད། ཚོགས་གསུམ་གྱི་རྣམ་བཞག་ཟེར་ཅེས། ད། ཚོགས་གསུམ་གྱི་རྣམ་བཞག་ཟེར་དེ་ག་རེ་ཟེར་ན། ཚོགས་གསུམ་ཟེར་དེ་ག་རེ་ཟེར་ན། ཕྲད་རྣམ་དབྱེའི་ཚོགས་ཟེར་ཅེས་བྱས། ཨ་ནི། བྱ་ཚིག་གི་ཚོགས་ཟེར་ཅེས་བྱས། དེ་ནས་མིང་རྐྱང་གི་ཚོགས་ཟེར་ཅེས། ཚོགས་གསུམ་ཡོད་རེད། ཚོགས་གསུམ། ཚོགས་གསུམ་བཙལ་ཏེ། ད་དང་པོ་དེ་ཕྲད་རྣམ་དབྱེའི་ཚོགས་ཟེར་དེ། ག་རེ་ཟེར་བ་རེད་ཟེར་ན། ཅེས། དཔེར་ན་ཡི་གེ་དང་ཡི་གེ་མཐུད་བརྒྱབ་པའི་སོ་འདྲེར་བ། དཔེར་ན་བཀྲ་ཤིས་ཀྱི་སྨྱུ་གུ་ཟེར་སོ་འདྲེ། ཨ་ནི་དེའི་དཔེ་རུ་དེ་སྐྱིད་ཅིག་ཡོང་གི་འདུག་བ། འདི་ཕྲད་རེད། ཨ་ནི་རྣམ་དབྱེ་ཟེར་དེ་ཁེ་བཟང་འཛུགས། ཁེ་གཉིས་གང་ལ་དོན་སྐོར་ཅིག་ཞུས་པ་འབའ་དེའི་ནང་ལོགས་ལས། རྣམ་དབྱེ། སྐོར་ཁ་ཤས་ཅིག་ཡོང་གི་འདུག་བ། ད་འདི་སྐད་ཁྱེད་ཡང་ལ་སུམ་ཅུ་བ་སྦྱང་དགོས་རེད། ཨ་ནི། བྱ་ཚིག་གི་སྐོར་དེ་ཤེས་ཡང་ལ་ཡ་སྟག་ཅུ་སྦྱང་དགོས་རེད། མིང་རྐྱང་གི་ཚོགས་དེ་ཤེས་ཡང་ལ་དག་ཡིག་སྦྱང་དགོས་རེད། ད་དེ་རེ་རེ་བྱས་རྗེས་ང་ཚོ་རྒྱབ་ལོག་བསྡད་ཞུ་གི་ཡིན། དཔེ་ཆ་བཞག་བའི་ནི་ཕྲད་རྣམ་དབྱེའི་ཚོགས་ཟེར་ཡ་དེ་ག་རེ་གཟིགས་བ་རེད་ཟེར་ན། ཕྲད་རྣམ་དབྱེའི་ཚོགས་ཟེར་ཡ་དེ། དཔེར་ན། ཡི་གེ་དམར་པོ་དེ་མེད་པ་ཡིན་པ་ཡིན་ན། ཤར་ཕྱོགས་ཟེར་ཡ་ཅིག་དང་ཕྱིན་ཟེར་ཡ་ཅིག་ཡོད་ན། ཤར་ཕྱོགས་ཕྱིན་ཟེར་ཡ་ཅིག་ཡོད་ན་སྐད་ཆ་དེ་གོ་བོ་མི་འདུག་ཨ། སྐད་ཆ་དེ་ལ་ཡང་དོན་དག་གསལ་བོ་གོ་བོ་མི་འདུག་ཨ། ད་ཤར་ཕྱོགས་དང་ཕྱི་གཉིས་ཀྱི་པར་རུ་དེ་མཐུད་རྒྱབ་གཉན་གྱི་གོ་བོ་རེད། ད་ཁབ་དང་སྐུད་པ་ནང་བཞིན་གྱི་ཕིག་ཡ་མཐུད་རྒྱབ་གཉན་གྱི་གོ་བོ་རེད་དེ་ལ་ཡང་ཕྲད་ས། ད་རེ་འདིའི་སྐབས་ལ་ཡང་ས་ཞབས་ཆུ་སོ་དེ་ལ་དོན་གྱི་ཕྲད་རེད། འོ་དེ་ལ་ཡང་ཕྲད་རྣམ་གཡེང་གི་ཕྲད་ཟེར་ཡ་དེ་དེ་འདྲ་ཅིག་ལ་གཟིགས་བ་རེད། དཔེར་ན་བཀྲ་ཤིས་ཟེར་གཉན་གྱི་དང་སྨྱུ་གུ་ཟེར་གཉན་གྱི་ཡོད་པ་ཆ་བཞག་ན། བཀྲ་ཤིས་སྨྱུ་གུ་ཟེར་ལབ་བཞག་ན་གོ་ཡག་མི་འདུག་ཨ། སྐད་ཆ་འདི་དོན་དག་གོ་བོ་མི་འདུག་ག་རེ་ལབ་དགོས་བཀྲ་ཤིས་ག་རེ་བྱས་སྨྱུ་གུ་ག་རེ་བྱས་གོ་བའི་མི་འདུག་ད་ཡིན་ནའི་འདིས་བཀྲ་ཤིས་དང་སྨྱུ་གུ་གཉིས་ཀྱི་པུ་རུའུ་དེ་ལ་ཡ་ཁྲས་ཆེ་ཁྲས་ཟེར་ན་ད་ཐུག་པའི་དོན་དག་རེད་ཁོ་ཁོ་གཉིས་ཐུག་རུ་བཅུག་ཉན་འོ་ཐུག་རྒྱབ་ཉན་འདི་འདྲ་ཅིག་གོ་གོ་རེད་ཀྱི་ཟེར་ཉན་ཅིག་བྱུང་བ་ཡིན་ན་འོ་ད་བཀྲ་ཤིས་ཀྱིས་སྨྱུ་གུ་ཟེར་དུས་ཨ་ནི་དོན་དག་གོ་ཡ་ཡོད་རེད་འོ་སྨྱུ་གུ་འདི་དག་པོ་བཀྲ་ཤིས་ཡིན་པར་བ་བཀྲ་ཤིས་སྨྱུ་གུ་འདི་གི་བདག་པོ་ཡིན་པ། བཀྲ་ཤིས་དང་སྨྱུ་གུ་གཉིས་ཀྱི་འབྲེལ་བ་འདི་སྐྱིད་སྡིག་གི་སྟོན་པ་རེད། ད་བཀྲ་ཤིས་དང་སྨྱུ་གུ་གཉིས། ག་རེད་ཟེར་ན་བདག་པོ་དང་རྒྱུ་གི་འབྲེལ་བ་ཡིན་པ་སྐྱིད་སྡིག་གི་སྟོན་པ་རེད་བཀྲ་ཤིས་ཀྱི་སྨྱུ་གུ་ཟེར་ད་དེ་འདྲ་གྱིས་ལ་ཡག་འཕྲད་ཟིག་རེད། འཕྲད་ཟིག་རེད། ད་འཕྲད་ད་ག་ནང་བཞིན་གྱི་དཔེ་ན་ལུག་གི་རྩ་ཟས་ལྟ་བུ་ཅིག་ཡིན་པ་ཅིག་བཞག་ན་ད་གིས་དེ་མེད་པ་ཡིན་ན་ལུག་རྩ་ཟས། ལུག་རྩ་ཟས། སྐད་ཆ་འདི་གསལ་པོ་ཡོག་མ་རེད་ད་འཁྲུལ་གི་མ་རེད་ལུག་རྩ་ཟེར་ཟེར་ན། ད་ལུག་གིས་རྩ་ཟེར་ཟེར་ན་ཨ་ནི་རྩ་ཟ་ཉེན་འདི་ལུག་ཡིན་པ་རེད་བ། རྩ་ཟ་ཉེན་གི་བྱེད་པ་པོ་དེ་ལུག་ཡིན་པ་དེ་ག་གི་ཧུ་གིས་དེ་གི་སྟེང་གི་བ་རེད་བྱེད་འབྲེལ་འཕྲད་དེ་གི་རེད་བ་དེ་འབྲེལ་འབྲེལ་འཕྲད། ཨོ་དེ་འདྲ་ཡོང་གི་འདུག་ཨ་ཨོ་ད་འཕྲད་ཟེར་ཡག་དེ་དེ་འདྲ་གྱི་རེད་དེའི་སྐོར་དེ་སུམ་ཅུ་བའི་ནང་ལབ་དགོས་རེད། ད་ག་ནང་བཞིན་གྱི་སུམ་ཅུ་ཡི་ནང་ལོ་ག་རེ་བསླབ་ཀྱི་རེད་ཟེར་ན་རྣམ་དབྱེ་ཟེར་ཡག་དེ་བསླབ་ཀྱི་རེད། རྣམ་དབྱེ་ཟེར་ཡག་དེ་ད་ཕྲད་དེ་སྤྱི་གོ་ལ་ཡང་རྣམ་དབྱེ་ཟེར་གོ་བ་མ་རེད་ད་རྣམ་དབྱེ་ནང་ལོ་ལ་ཕྲད་ཡོད་རེད་ཕྲད་ཡོད་པ་ཡོད་རེད་མེད་པ་ཡོད་རེད་ཡིན་ནའི་ག་རེ་ཟེར་ན། ཕྲད་དེ་སྤྱི་གོ་ལ་ཡང་རྣམ་དབྱེ་ཟེར་གོ་བ་མ་རེད་རྣམ་དབྱེ་ཟེར་ན་སྐད་ཆ་གཅིག་གི་འགྲོ་སྟངས་ཡོད་རེད་བ་དཔེར་ན་ཁྱི་སེང་ང་ཚོའི་ལ་སྟོན་གྱི་སྐོར་ཞུ་དུས་ག་ལ་ལ་སྟོན་གྱི་ཕྲད་བདུན་པོ་དེ་རྣམ་དབྱེ་གཉིས་པ་དང་བཞི་བ་དང། བདུན་པ་དང་རེ་བ་དེ་གཉིས་དང་ཚེ་སྐབས་དང་དེ་ཡེ་ལ་འཇུག་གི་དོག་ད་ག་ནང་ཞིང། ག་རེ་ཟེར་ན་དཔེར་ན་ཤར་ཕྱོགས་སུ་ཕྱིན་ཟེར་ལྟ་བུ་ཡིན་པར་བྱ་ཁྱོད་ན་རྣམ་དབྱེ་གཉིས་པ་རེད་ཟེར་བ་རེད་རྣམ་དབྱེ་གཉིས་པ་དེ་དེ་སྐད་ཆ་ཆ་ཚང་དེ་ལ་ཡང་རྣམ་དབྱེ་ཟེར་གི་རེད། དེ་ནས་འདི་བ་འདུག་ཤར་ཕྱོགས་ཡོད་པ་སུ་ཡོད་པ་ཕྱིན་ཡོད་པ། བྱ་བའི་ཡུལ་ཡོད་པ་བྱ། ལ་སྟོན་གྱི་ཕྲད་ཡོད་པ་བྱ། བྱ་ཚིག་ཡོད་པ། འདི་འདྲའི་རྗེས་ལ་ཡང་རྣམ་དབྱེ་གཉིས་པ་ཟེར་གི་རེད། ད་དེ་ཤར་ཕྱོགས་དེ་ལས་ཀ་བྱེད་སའི་ཡུལ་ག་རེ་ཡིན་ནས་ཅིག་ལ་མཇལ་བཞག་ན་དག་རེད་ལ་དོན་གི་ཕྲད་དེ་སུ་གཅིག་འོ་མ་རེད་སུ་ར་རུ་དུ་ན་ལ་དུ་ག་རེ་ལ་མཇལ་མཇལ་བོ་བརྒྱབ་ནས་འགྲིག་རེད་དེ་བྱ་ཚིག་དེ་ཕྱིན་གཅིག་འོ་མའི་བ་བྱ་ཚིག་གང་རུང་མཇལ་བོ་བརྒྱབ་ནས་འགྲིག་བོ་རེད་ད་དེ་རིགས་ཚང་རིགས་སུ་གྱུར་བ་ཚང་མ་ལ་ཡ་རྣམ་དབྱེ་གཉིས་བ་ཟེར་གི་རེད་ད་ག་ནང་བཞིན་དཔེར་ན་བཀྲ་ཤིས་ཀྱི་སྨྱུ་གུ་ཟེར་བ་དེ་རྣམ་དབྱེ་རྣམ་དབྱེ་དྲུག་པ་རེ་ངོས་དྲུག་པ་སྦྲེལ་སྦྲེལ་བ། ཨ་ནི་སྦྲེལ་སྦྲེལ་རིགས་ཡང་མང་པོ་ཞིག་ཡོད་རེད་དེ། སྐྱིད་དེ་གཅིག་གོ་ལ་ཡ་སྦྲེལ་སྦྲེལ་ཟེར་བ་མ་རེད་དེ་སྦྲེལ་སྦྲེལ་ཕྲད་རེད་ཡིན་ན། རྣམ་དབྱེ་དྲུག་པ་དེ། བྱེད་པ་པོ་གཅིག་གི་བྱ་བ་བྱས་པ་གཅིག་གོ་རེད་བཀྲ་ཤིས། དགོངས་དག། ནོ། སོ། འདི་ག་རེ་ཟེར་ན་རྣམ་དབྱེ་དྲུག་པ་ཟེར་དུས། སྦྲེལ་བ་སྟོན་པ་གཅིག། མིང་དོན་ཕན་ཚུན་འབྲེལ་བ་སྟོན་པ་བྱེད། དཔེར་ན་འདིའི་སྐབས་ལ་བཀྲ་ཤིས་དང་སྨྱུ་གུ་གི་འབྲེལ་བ་དེ་བདག་པོ་དང་རྫས་ཀྱི་འབྲེལ་བ་ཡིན་པ་རེད། དེ་འདྲ་ཞིག་སྐྱིད་དེ་གི་སྟེང་གི་དོ་ག་ད་སྐྱིད་དེ་ཕྲད་རེད་རྣམ་དབྱེ་དེ། སྐྱིད་སྤྱི་གོ་ལ་གཟིགས་བ་མ་རེད་དེ་ཆ་ཚང་ལ་ཡང་བཀྲ་ཤིས་ཡོད་བ་ཕྲད་ཡོད་བ་སྨྱུ་གུ་ཡོད་བ་དེ་འདྲ་བྱས་ལ་ཡང་རྣམ་དབྱེ་དྲུག་པ་འབྲེལ་སྒྲ་ཟེར་བ་རེད། དེ་ལ་ཡང་རྣམ་དབྱེ་གཉིས་པ་ཟེར་བ་རེད། ཨོ་ད་རྣམ་དབྱེ་ཟེར་ཡ་དེ་སྐད་ཆ་གི་འགྲོ་སྟངས་མ་འདྲ་མ་འདྲ་མ་འདྲ་ཡོད་རེད་བ་བོད་ང་ཚོའི་སྐད་ཡིག་ཚང་མ་ལོག་ལ་ཡ་སྐད་ཆའི་ཁོ་རང་གི་འགྲོ་སྟངས་ཡོང་ཁུར་བ། ད་དེ་སྐད་ཆ་ར་དེ་རིགས་ར་ཡི་བ་བཅས་བྱས། བྱ་བ་ཅིག་ས་ཁབ་ཕྱོགས་གཅིག་ལ་ཡ། བྱ་བ་བྱས་བ་རེད་ཟེར་ཡ་དེ་འདྲའི་ཅིག་ལྟས་ངན་ལ་ཡ་རྣམ་དབྱེ་གཉིས་བ་བྱས། ཡང། གཅིག་དང་གཅིག་གི་འབྲེལ་བ་ལྟས་ངན་དེ་འདྲ་ལ་ཡ། ད་འབྲེལ་བ་དེ་ལ་མང་པོ་ཡོད་རེད། བདག་པོ་དང་རྫས་ཀྱི་འབྲེལ་བ་ཟེར་ཡ་ཡན་ལག་དང་ཡན་ལག་གི་འབྲེལ་བ་ཟེར་ཡ་རེད་བ་ངོ་བོ་བདག་གཅིག་ཟེར་ཡ་དེ་འདྲ་དང། རྒྱུ་དང་འབྲས་བུའི་འབྲེལ་བ་བསལ་དེ་འདྲའི་འབྲེལ་བ་མང་པོ་ཡོད་རེད་དེ་འདྲའི་ལྟས་ངན་ཅིག་ལ་ཡང་འབྲེལ་སྒྲ་རེད་བ། ཨ་ནི་བྱེད་པ་པོ་ལུག་ལྟ་བུ་ཅིག་གིས་ལས་ཀ་ཅིག་བྱས་པ་རེད་ཟེར་ཡང་ལུག་གིས་ད་རེ་ག་རེ་བྱས་འདུག་ཟེར་ན་རྩ་ཟད་འདུག་ཨང་དེ་འདྲས་སྟོན་པ་ལ་ཡང་འབྲེལ་སྒྲ་དེ་རྣམ་གཉིས་གསུམ་པ། འོ་ད་དེ་འདྲས་ཀྱི་རིགས་སྐད་ཆའི་འགྲོ་སྟངས་རིགས་ར་དེ་གའི་དབྱེ་བ་བཅས་ཏེ་བཅས་ནས་འདུག་ཟེར་སོ་སྙན་འཇོར་བ་དེ་འདྲས་ལ་ཡང་རྣམ་དབྱེ་ཟེར་གྱི་རེད་སྤྱི་དང་རྣམ་དབྱེ་དེ་ལ་ཡང་ང་ཚོས་རྣམ་དབྱེ་བརྒྱད་བཤད་དགོས་བ་རེད་རྣམ་དབྱེ་དང་པོ་མིང་གི་ངོ་བོ་ཙམ་བརྗོད་པ། དཔེར་ན་ལུག་ལྟ་བུ་དེ་མིང་རེད། བཀྲ་ཤིས་ལྟ་བུ་དེ་མིང་རེད་དེ་རྒྱ་ནམ་ཡ་དང་པོ་རེད་ཨཱ་ནམ་ཡ་གཉིས་པ་དེ་ལ་ཡ་བོད་སྒྲ་ཟིག་རེད་ད་ཞུ་བོ་དེ་རྒྱ་ང་ཚོ་ག་ལི་ག་ལི་ཡོང་གི་རེད་ནམ་ཡ་ནམ་ཡ་ནམ་ཡ་གཉིས་པ་ནམ་ཡ་དང་པོ་མིང་གི་ངོ་བོ་ཙམ་བརྗོད་པ་ནམ་ཡ་གཉིས་བ་ལས་སུ་བྱ་བ་རེད་དགོངས་དག་ནམ་ཡ་གཉིས་བ་ལས་སུ་བྱ་བ་རེད་བ་ལས་སུ་བྱ་བ་ཟེར་ཨཱ་ནམ་ཡ་གསུམ་པ་བྱེད་སྒྲ་གནམ་རི་ཞི་བ་དགོས་ཆེད་དཔེར་ན། ཉིང་སྐྱུར་བརྟག་དཔྱད་བྱེད་དུ་སོང་ལྟ་བུ་དེ་གནམ་མེ་ཞི་བ་དགོས་ཆེད་རེད། ཉིང་སྐྱུར་བརྟག་དཔྱད་ཟེར་ཏེ་ད་ང་ཚོས་ཧོས་སན་ཅན་མཚོ་ཟེར་ཏེ་དེ་ཤ་དུག་སུ་བསྐྱུར་འདུག་ཨ་ཉིང་སྐྱུར་བརྟག་དཔྱད་ཟེར་ཏེ། ཨ་ནི་ག་རེ་བྱེད་ག་ཆིངས་སོང། རྒོལ་བ་རྒྱུ་མཚན་བྱེད་པ་པོ་ཞིག་གིས་རྒོལ་བ་རྒྱུ་མཚན་ག་རེ་ཞིག་བྱེད། ད་བྱ་བ་ཞིག་བྱས་པ་དེས་རྒོལ་བ་རྒྱུ་མཚན་བསྟན་པ་རེད་བ། དེ་ལ་ཡ་ལ་དོན་གྱི་ཕྲད་ཡོད་པ་དེ་འདྲ་ཅིག་ལ་ཡ་གནམ་མེ་ཞི་བ་ཟིག་རེད་བ། ལ་དོན་གྱི་ཕྲད་དེ་གིས་སོང་དགོས་པའི་རྒྱུ་མཚན་དེ་བསྟན་འདུག་ག་རེ་ཅི་ག་ཆིངས་སོགས་ཟེར་ན་ཉིང་རྒྱུ་བརྡ་ཆད་ཅིག་ལ་ད་འདི་འདྲའི་གི་རིགས་ལ་ཡང་རྣམ་དབྱེ་ཞི་བ་ཚིག་རེད་ད་འདི་འདྲའི་རིགས་བསྟན་པ་དེ་ལ་ཡང་ད་འདི་སྐད་རིགས་དེ་ག་བ་ནས་བཞེངས་གི་རེད་ཟེར་ན་འདི་སྐད་རིགས་སྐད་ཆ་གི་བརྗོད་པ་བརྗོད་པ་བརྗོད་པ་གི་འགྲོ་སྟངས་ཡོད་རེད་བ་འདི་སྐད་སྦྱང་ཡག་འདི་རེད་བ་འདི་དང་ཨ་ནི་འདིའི་པར་རུ་ལ་ཡ་ཕྲད་ག་འདྲའི་འཇུག་སྟངས་འདི་སུམ་ཅུ་བ་ཟེར་ཡག་འདི་སྦྱང་ན་བཞེངས་གི་རེད། སུམ་ཅུ་བ་སེ་ཡ་སྟེ། ད་སུམ་ཅུ་བ་སེ་ཡ་དེ། སློབ་དཔོན་ཐོན་མི་རང་གིས་བརྩམས་པའི་ལུང་སྟོན་པ་རྩ་བ་སུམ་ཅུ་བ་སེ་ཡ་གཅིག་ཡོད་རེད། ད། དེའི་གཞུང་ཡག་པོ་ཞེ་བོ་ཅི་ཡོད་རེད། ད་ཡིན་ནའི། དེ་ཤ་མང་ཆད་ཀྱི་ག་རེ་ཟེར་ན་ང་ཚོས། ལེགས་བཤད་ལྗོན་དབང་འདི་སྦྱང་གི་འདུག་ཨ་ལེགས་བཤད་ལྗོན་དབང་དང། སློབ་དཔོན་ཐོན་མི་བསམ་པོ་དག་གིས་བསྩལ་བའི་ལུང་སྟོན་པ་རྩ་བ་སུམ་ཅུ་བ་གཉིས་ནང་དོན་འདྲ་བོ་ཞེ་བོ་རེད། འདྲ་བོ་ཞེ་བོ་རེད། མ་གཞི་ནས་ལེགས་བཤད་ལྗོན་དབང་འདི་ཁོ་རང། ག་རེ་ཟེར་ན་ལུང་སྟོན་པ་རྩ་བ་སུམ་ཅུ་བ་གི་སྙིང་པོ་ཚུར་མདོར་བསྡུས་རྗེས། ཨ་ནི། སྟོན་པ་ཡིན་ཟེར་དེ་འདྲས་གསུང་གོ་རེད་དེ་འདྲས་གསུང་ཡོད་རེད་ཨ་ནི། ལེགས་བཤད་ལྗོན་པའི་དབང་པོ་དེ་དབྱངས་ཅན་གྲུབ་པས་རྡོ་རྗེ་གིས་བརྩམས་པའི་ལེགས་བཤད་ལྗོན་དབང་ཟེར་ཡ་ཆོག་རེད་འོ་ད་དེའི་སུམ་ཅུ་པའི་རྩ་བ་རང་དེ་ལས་གོ་བདེ་དང་ཏིག་ཙིག་ག་རེ་ཟེར་ན་ཆང་ཆ་ཚང་བ་ཡོད་པས་སོ་ར་དེ་འདྲས་ཅིག་ཡོད་རེད་བྱས་ཙང་མང་བྱས་ཏེ་སྦྱང་ང་དུ་ལེགས་བཤད་ལྗོན་དབང་སྦྱང་གོ་རེད་བྱས་ཙང་དེ་འདྲས་བསྐོར་ཏེ་སྦྱང་སྦྱང་ཡ་ཡིན་པ་ཡིན་ན་མ་འོངས་པ་ལ་ཡང་ང་ཚོ་ག་རེ་ཟེར་ན་སུམ་ཅུ་བ་སྦྱང་གོ་རེད་སུམ་ཅུ་བ་དེ་གཙོ་བོ་ལེགས་བཤད་ལྗོན་དབང་སྦྱང་ན་ཏག་ཏག་རེད་སྤྱི་འདང་ང་ཚོ་དུས་རྒྱུན་བེད་སྤྱོད་གཏོང་ཡ་ལ་ལེགས་བཤད་ལྗོན་དབང་སྦྱང་ན་ཏག་ཏག་འགྲིག་གོ་རེད། འོང་འདུག་ཟེར། ད་དེ་ནས་དེ་འཕྲད་རྣམ་དབྱེ་སྐོར་དེ་སུམ་ཅུ་བ་བསལ་ཏེ་སྦྱང་དགོས་རེད། སུམ་ཅུ་བ་སྦྱངས་ན་ཤེས་ཀྱི་རེད་ད་དེ་རིང་ང་ཚོ་མདོར་བསྡུས་མདོར་བསྡུས་གོ་བཅོ་ར་བྱེད་འདྲ་ད། ད་དེ་ནས། རྟགས་བཅུ་བ་བསལ་ཏེ་ནང་ལོགས་ལ་ག་རེ་སློབ་དགོས་རེད་ཟེར་ན། དེང་གི་ང་ཚོའི་བྱ་ཚིག་གི་ཚོགས་གསལ་བརྗོད་པ། བྱ་ཚིག་གི་ཚོགས་གསལ་བརྗོད་པ་དེ་རྟགས་བཅུ་གི་ནང་ལོགས་སློབ་ཀྱི་རེད་ད། དཔེར་ན། དཔེ་ཆ་བྱ་བའི་སྣེར་བ་ང་ཚོས་བྱ་ཚིག་ཡོད་རབས་བྱ་ཚིག་རྒྱ་སྐད་ནང་ལོགས་ལ་ལྟུང་ཚུལ་སེལ་ལ་ཡོད་རབས། ལྟུང་ཚུལ་སེལ་གྱི། ལྟུང་ཚུལ་སེལ་གྱི་ལས་དགོས་རབས། དེ་ལ་ཡང་བྱ་ཚིག་སེལ་གུ་འགྱོད་དང་པའི་རྣམ་པ་དོན་མཚོན་པའི་ཚིག། ད་བྱ་ཚིག་གི་སྐོར་གྱི་འགྲོ་སྟངས་ཇི་ཡོད་རབས། ད་བྱ་ཚིག་རང་དཔེར་ན་རྐང་པ་རྐྱོང་ལྟ་བུ་རྐང་པ་དང་ལག་པ་རྐྱང་པ་རེད་སེལ་ཆོག་རབས་དེ་རྐྱོང་དེ་འདྲ་ལྟ་བུ་དེ་ང་ཚོས་དག་ཡིག་སྐབས་ལ་ཡོང་གི་རེད་ཡོང་གི་རེད་དེ། ད་དེ་ལ་ཡང་དུས་གསུམ་གྱི་རྣམ་བཞག་སེལ་ཡི་གི་རེད་ང་ཚོས། བོད་པའི་སྐད་ལ་ཡང་དུས་མ་འོངས་པ་དུས་ད་ལྟ་བ་དུས་འདས་པ་ཨ་ནི་སྐུལ་ཚིགས་སུ་བྱས་བྱས་དུས་གསུམ་སྐུལ་ཚིགས་དང་བཅས་པ་དབྱེ་བ་དཔྱད་པའི་སྐབས་ལ་ཨ་ནི་དབྱེ་བ་དཔྱད་སྟངས་འདི་ག་འདྲ་སེ་བྱེད་དགོས་རེད་ཟེར་ན་ཨ་ནི་གཙོ་བོ་དེ་སྔོན་འཇུག་ཡོད་མེད་རེད་བ། ཨ་ནི་སྔོན་འཇུག་འགྱུར་བ་འགྲོ་སྟངས་འདི་འདྲ་གི་སྐོར་ཞིག་ཡོང་དགོས་རེད་དེའི་གཙོ་བོ་དེ་ཨ་ནི་བདག་འཇུག་གི་སྐབས་ལ་ཡོང་དགོས་རེད། ད་རྟགས་འཇུག་ཟེར་ཏེ་རྟགས་འཇུག་འདི་ལ་དང་པོ་ཡི་གེ་ཕོ་མོ་མ་ནི་དབྱེ་བ་གཅིག་རེད། ཨ་ནི། གཙོ་བོ་ད་སྔོན་འཇུག་གི་འགྲོས་དང་ཤེས་བྱེད་ཨ་ནི། ག་རེད་ཟེར་ན། དཔེར་ན། དཔེ་ཆ་བཞག་པ་ཡིན་ན་རེད་བ། ང་ཚོས་རྐང་པ་དང་ལག་པ་སོགས་བརྐྱངས་ཟེར་དེ་ལ་དུས་ད་ལྟ་བ་དེ་བྲིས་དུས་སྐྱོངས་ཟེར་ཁྲིད་ཀྱི་རེད་ཁོ་སྐྱོང་གི་འདུག་རེད་བ། སྐྱོང། དུས་མ་འོངས་པ་དེ་ལ་བསྐྱངས། བསྐྱང་རྒྱུ། བསྐྱངས་ཚར་བ་རྐང་པ་བསྐྱངས་ཟིན་པ་ལག་པ་བསྐྱངས་ཚར་བ་དེ་བསྐྱངས། དུས་འདས་པ་དུས་རེད་བསྐུལ་ཚིག་དེ་ལ་སྐྱོངས། ཁོ་ཚོ་གསུམ་འདྲ་གོ་བ་མ་རེད། ད་མ་འདྲ་བ་དེ་ཡི་འགྲོ་སྟངས་ཇི་ཡོད་རེད། འགྱུར་བ་འགྲོ་སྟངས་ཇི་ཡོད་རེད། དེ་ཁོ་རང་ལ་ཡང་ཁོ་རང་གི་འདི་ཡོད་རེད་ག་རེ་ཟེར་བ་རེད། མཚན་ཉིད་ཇི་ཡོད་རེད། མཚན་ཉིད་འགྲོ་སྟངས་དེ་ཁྱེད་ང་ཚོས་རྟགས་འཇུག་པའི་ནང་ལ་སློབ་གི་རེད་དཔེ་ཆ་བཞག་པ་ཡིན་ན། རྐང་པ་བརྐྱངས་རྐང་པ་ལ་སོགས་པ་བརྐྱངས་ཟེར་ཡ་འདི་བྱ་ཚིག་འགྱུར་བ་འགྲོ་སྟངས་ཅིག་མཐོང་བ་དེ། ད་ལྟ་བ་དེ་ལ་སྔོན་འཇུག་དང་ཡང་འཇུག་གཉིས་ཀ་མེད་པ་བྱས། མ་འོངས་པ་དེ་ལ་སྔོན་འཇུག་ཡོད་པ་བྱས་ཡང་འཇུག་མེད་པ་བྱས་རེད་དོ། འདས་པ་དེ་ལ་སྔོན་འཇུག་དང་ཡང་འཇུག་གཉིས་ཀ་ཡོད་པ་བྱས་སྐུལ་ཚིག་དེ་ལ་ཡང་འཇུག་ཡོད་པ་བྱས་སྔོན་འཇུག་མེད་པ་དེ་འདྲའི་འགྲོ་སྟངས་ཅིག་མཐོང་བ་དེ། ཨ་ནི། རྟགས་འཇུག་གི་ནང་ལོགས་ལ། དུས་གསུམ་གྱི་རྣམ་གཞག་ནང་ལོགས་ལ་དུས། བར་གསལ་འདི་གསལ་དེ་རེད་དུས་གསུམ། བྱེ་བྲག་བར་གསལ་དེ་རེད་སྔོན་འཇུག་བར་གྱི་འགྲོ་སྟངས་སྐོར་ཞིག་རེད། ད་སྔོན་འཇུག་བར་དེ། ཨ་ནི་ཡོད་པས་ཀྱི། ད། མང་ཆེ་གོ་ཅན་ཡོད་པ་དང་སྔོན་འཇུག་བར་ཡོད་པའི་རིགས་སྦྱོར་བ་དེའི་རིགས་དེ་ལ་ཡང་དེ་མང་ཆེ་དུས་གསུམ། དུས་གསུམ་ནང་ལོགས་ལ་དུས་གསུམ་བྱེ་བྲག་བར་གསལ་དེ་རེད། ད་དུས་གསུམ་བྱེ་བྲག་གི་ནང་ལོགས་ལ་ཨ་ནི། ག་རེ་ཟེར་ན། མ་འོངས་ཕུལ་ཡོད་ཡང་འཇུག་མེད་ཟིག་རེད་མ་འོངས་པ་ལ་ཕུལ་ཡོད་པ་ཟེར་ན་སྔོན་འཇུག་ཡོད་པ། ཡང་འཇུག་མེད་བྱས། འདས་ལ། འདས་ལ་བས་བུ་ཡང་འཇུག་ཡོད་ཟེར་འདས་པ་ལ་དུས་འདས་པ་ལ་ཡང་སྔོན་འཇུག་བས་བུ་ཡོད་བྱས་ཡང་འཇུག་ཡོད། ད་ལྟ་བ་ལ་གཉིས་ཀ་མེད་ཟེར་དུས་ད་ལྟ་བ་ལ་སྔོན་འཇུག་དང་ཡང་འཇུག་གཉིས་ཀ་མེད་ཟེར་བ་རེད། སྐུལ་ཚིག་ཕུལ་མེད་ཡང་འཇུག་ཡོད་ཟིག་རེད། སྐུལ་རྩིག་ལ་ཡང་ཕུལ་མེད་ཟེར་ན་ཕུལ་ཟེར་དེ་སྔོན་འཇུག་གི་མིང་རེད་སྔོན་འཇུག་མེད་བྱས་ཡང་འཇུག་ཡོད་ཟེར། དེ་འདྲས་ཀྱི་རིགས་ད་འདི་གཅིག་གོ་མ་རེད་དེ་འདྲས་ཀྱི་རིགས་ཁོང་ཚོ་མང་པོ་ཡོད་རེད་སྔོན་འཇུག་བར་ཐོབ་ཉེན། མགོ་ཅན་ཐོབ་ཉེན་གྱི་རིགས་མང་པོ་ཅིག་དེའི་གྲས་ལ་གཏོགས་གི་རེད། དེ་ལ་ཡང་དུས་གསུམ་བྱེ་བྲག་པ། དུས་གསུམ་སྤྱི་དང། དུས་གསུམ་ཐོར་བུ་དང་ཁྱབ་མཉམ་དང་ཟེར་ཡག་དེ་འདྲས་ཡོད་རེད། འདི་ཁོང་ཚོ་སོ་སོའི་མཚན་ཉིད་འདྲ་གི་མ་རེད། དཔེར་ན་འདི་ལྟ་བུ་ཡིན་པ་ཆ་བཞག་ན། ང་ཚོས་རྒྱལ་ཟེར་བ་ཉེས་བྱས་བསྐལ་བ་རེ་ཉེས་བྱས་བཏང་བ་རེད་ཟེར་དེ་ཆ་བཏང་ཟེར་ལ་དགོས་འདུག་སྔོན་བྱས་ན་ཉེས་བྱས་འགེལ་རེད། ཉེས་བྱས་བསྐལ་བ་རེ་ཉེས་བྱས་འགེལ་གྱི་རེད། ཉེས་བྱས་འགེལ་གྱི་འདུག་ཟེར་འབྱོར་པ། ཨོ་འདི་འདྲས་དང་ཨ་ནི་ང་ཚོའི། དུད་འགྲོ་སེམས་ཅན་གཡག་དང་རྟ་དང་དེ་སྐད་ཀྱི་འགལ་བའི་སྒང་ལ་བཅའ་ལགས་བསྐལ་བ་ཟེར་འབྱོར་པ། དོ་པོ། དོ་པོ་བསྐལ་བའོ་དེ་ལ་ཡ། ཨོ་འདི་བསྐལ་འདི་དུས་འདས་པ་འདི་བསྐལ་རེད། ད་དེ་འདྲ་འགེལ་བཞིན་པ་ཡིན་པ་ཡིན་ན་འགེལ་ནི་ཟེར་རེད། ཨ་ན། འགེལ་རྒྱུ་ཡིན་ན་དགའ་རྒྱུ་ཟེར་དེ་འཁྲིག་གི་རེད། གན་རྒྱ་འགན་བཅད། ཀན་ལྷོ་འཇིགས་སུ་མི་གཞན་དག་ལ་བསྐུལ་དུས་བསྐུལ་ཚིག། བསྐུལ་ཚིག། སྨིན་གླིང་ཚེ་ཟུར་བ། རྒྱལ་ཁ་ལ། མི་གཞན་དག་ལ། ད་འདི་བཅད་ལགས་དེ་ཕི་ཁའི། གཡའ་དེ་ཁོའི། ཀོའི་ད་ཟེར་དུས་ཁོའི་ཟེར། ད་བཅད་ལགས་ཁོའི་ཟེར་རེད། དུ་བྱེད་བྱེད་འགྲོ་སྟངས་མ་འདྲ་ཏོ། ད་འདི་ལ་ཡ་སྔོན་འཇུག་ད་འདི་ལ་སྔོན་འཇུག་ཨ། འདི་ལ་སྔོན་འཇུག་བ། འདི་ལ་ཡ་ག་རེ་ཟེར་ན། སྔོན་འཇུག་མེད་པ་གང་ལ་མིང་གཞི་གོ་ར་ག་རེ་ཟིན་ན་གཞན་པའི་རིགས་བསྒྱུར་བསྡད་དོ། མིང་གཞི་གོ་ར་ཁ་བསྒྱུར་བསྡད་དོ། འདི་ལ་འགྲེང་བུ་ཡོད་པ་དེ་གཉིས་ལ་དབྱངས་མེད་པ་དེ་འདྲའི་འགྲོ་སྟངས་ཅིག་མཐོང། ད་འདི་གས་འགྲོ་སྟངས་དེ་ཡང་ལྟ་ཆུང་ནང་ལ་ལབ་གི་རེད་དེ་དུས་གསུམ་ནང་ལ་ནས་དུས་གསུམ་ཅི་ཟེར་ཡ་དེ་རེད། སྔོན་འཇུག་མང། མང་པོ་ཡོད་ཙང་ཅི་ཟེར་ལབ་གི་རེད་དེ་ལ་སྔོན་འཇུག་བག་གི་སྐོར་མ་གཏོགས་གཞན་གྱི་མེད་ཙང་དུས་གསུམ་བྱེ་བྲག་ཟེར་ལབ་གི་རེད། ད་འདི་ལ་ཡང་དཔེ་ཆ་བཞག་ཡིན་ན། དེ་འདྲ་ཟེར་མ་ལབ་ཀི་རེད། བྱ་ཡུལ་མ་ནིང་བྱེད་པ་མོ་ཡི་བུ་འབའ་ཏི་ལས་ཞེན་དད་ཚིག་ཕོ་ཡི་བུ་ཟེར་ལབ་ཀི་རེད། བྱ་ཡུལ་མ་ནིང་ཟེར་བྱ་ཡུལ་ཟེར་དེ་དུས་མ་འོངས་པ་དེ་ལ་འཇུག་གོ་རེད་དེ་ལ་ཡ། བྱ་ཡུལ་མ་ནིང་ཟེར་དུས་ག་ལ་ད་དེ། སྔོན་བཅུ་ལྔ་གི་ནང་ལོ་ནས་ཕོ་མོ་མ་ནིང་ཡོད་དེ། དེ་ག་རེ་ཟེར་ན་མ་ནིང་རེད་ག་ད་མ་ནིང། ཨ་མོ་ཡིག་ཟ་དེ་མོ་རེད། ཨ་ནི་བྱ་ཡུལ་མ་ནི་བྱེད་པ་མོ་ཡི་བུ་བྱེད་པ་བསད་དེ་དུས་ད་ལྟ་བ་ལ་ལ་བསྐུར་བ་རེད། ད་དེར་ང་ཚོ་དཔེ་མཚོན་ཙམ་ཞུས་པ་རེད་མ་གཏོགས་ཞིབ་ཕྲ་ཞུ་སྒོ་ང་ཚོ་ལྟག་ཆོད་སྐབས་ལ་ཡོང་གི་རེད། ཨ་ནི། བྱ་ཡུལ་མ་ནི་བྱེད་པ་མོ་ཡི་བུ་པ་སྟེ་ལས་གཞན་འདས་ཚིག་ཕོ་ཡི་བུ་ཟེར་དུས། པ་སྟེ་ཕུད་པས། དེ་མིང་གཞི་དེ་པ་པ་སྟེ་པ་ཕ་བ་མ་མིན་པ་ཡིན་ན་ཨ་ནི། འདས་ཚིག་དེ་ལ་དུས་འདས་པ་དེ་ལ་སྔོན་འཇུག་བག་ཡོང་གི་རེད་ཟེར་དེ་ལ། པ་སྟེ་ལས་གཞན་འདས་ཚིག་ཕོ་ཡི་བུ་ཟེར་དེ་འདྲ་གསུང་ཡ་ཡོད་རེད། རེད་བ། ད་ག་ནང་བཞིན་གྱི་ཨ་ནི་རྟགས་འཇུག་གི་སྐབས་ལ་ག་རེ་ཟེར་ནམ། བདག་གཞན་ཟས་ཀྱི་ཤེས་ཀྱི་རེད་བདག་དང་གཞན་ཟས་ཀྱི། བ་འོ་ད་ག་ད་རེད་བ། ག་འོ་ཞེ་ན་གཞན་བདག་དང་གཞན་ཟས་ཀྱི་ཤེས་ཀྱི་རེད། འདི་འདྲའི་སྐབས་དེ་དེ་ཡའི་རྟགས་འཇུག་ག་ལ་ལབ་ཀྱི་རེད་ད་འདིར་ང་ཚོ་དེ་སྟབས་བདེ་ཅིག་ཞུས་ན་རེད་བ། ངོ་མ་རྒྱན་ནས་གན་གནང་གི་མ་རེད་ཞིབ་ཕྲ་ང་ཚོས་བརྗོད་མ་ཡོང་གི་རེད། ག་རེ་བྱས་ནས་བདག་དང་གཞན་ཟས་དབྱེ་བ་ཕྱེ་བའི་རེད་ཟེར་ན་དཔེ་ཆ་ཤར་བ་ཡིན་ན་དུས་གསུམ་སྐབས་ལ་ཡ། ལྕེ་ལག། རྒས་ཡ་ལྕེ་ལག་ཅེས་བ་རེད་བ། ད་དུད་འགྲོ་ལ་སྐལ་ཡག་གི་བཅའ་ལག་ཅིག་ཡོད་རེད་པ་དེ་ལ་ཡང་གས་ཆ་ཟེར་ལབ་གི་རེད་དེ་ལ་དུས་མ་འོངས་པ་དེ་བོད་ཆོས་གཏང་གི་རེད་ཨ་ནི། ད་དུས་མ་འོངས་པ་དེ་གས་ཡག་གི་བཅའ་ལག་ཅིག་ཡོད་རེད་པ་དེ་ལ་ཡང་དུས་མ་འོངས་པ་དེ་བོད་ཆོས་གཏང་གི་རེད་དེ་དངོས་པོ་གཞན་རེད་ག་རེ་བྱས་རྗེས་གཞན་རེད་ལབ་རེད་ཟེར་ན། གས་ཡག་བཅའ་ལག་དེ་ཕ་ནང་བསྡད་ཡོད་རེད་ད་དགེ་མཁན་གྱི་མི་ལྟ་བུ་དེ་ཡིན་པ་བྱས་ཡོད་ན་དུས་ད་ལྟ་བ་དེ་བོད་ཆོས་གཏང་དགོས་རེད་དགེ་མཁན་ཟེར་དེ་ལ། འོ་དེ་ལ་ཡག་དགེ་མཁན་དེ་བ་ཅ་ལག་དགེ་མཁན་གྱི་དེ་ལ་ཨ་ནི་དེ་དངོས་པོ་གདགས་སེ་དགེ་མཁན་དེ་ཚུར་སྣང་དེ་མི་དེ་ཡོད་རེད་བ་དགེ་ཡག་ཅ་ལག་དེ་ཕ་སྣང་དེ་ཡོད་རེད་བ་དེ་བདག་གཞན་གྱི་དབྱེ་བ་ཟེར་དེ་འདྲས་དཔེ་ཆ་བཞག་ན་དེ་འདྲས་བཟོ་འདྲས་བྱས་ཡོད་རེད་དེ་རྒྱ་ཆོབ་ཚ་བོ་བཞི་བོ་རེད་ཨ་ག་རེ་ཟེར་ན། གཅིག་སྦྱངས་པ་ཡིན་ན་དེ་དབྱིངས་ཚུད་ཡ་བཞི་བོ་ཡོད་རེད་ལ་དེ་རྒྱ་ག་རེ་ཟེར་ན་དེ་རྒྱ་གཅིག་ཤེས་པ་ཡིན་ན་འགྲོ་སྟངས་དེ་རྒྱ་ཤེས་པ་ཡིན་ན་ཨ་ནི་བོད་ཡིག་བེད་ཐོབ་རྒྱ་ཧོབ་དེ་ག་རེ་ཟེར་ན་འཁྱག་དེ་ཡ་རུ་བཞི་བོ་འགྲོ་གི་རེད་དམིགས་བསལ་གྱི་བྱས་ཙང་དེ་རྒྱ་གནད་འགག་བཞི་བོ་རེད། ད་ཅག་ལ་དཔེར་ན་བཅིང་རབ་བཅས་པ་ཡིན་ནོ། བཅས་ཟས་སྦྱོར་བ་དུས་འདས་པ་འདི་ལ། ད་བཅས་ཡག་བཅས་བྱ་ཟས་སྦྱོར་བ་ཅག་ལ་བཅས་ཡག་གི་ཤིང་འདི་ལ། བཅས་ཡག་ཤིང་འདི་ལ་དུས་མ་འོངས་པ་འདི་བྲི་བར་བཅས་བྱ་ཟས་ཁོ་བར་སྣང་སྟེ་བཅས་ལག་འདི་བཅས་ལག་འདི་ལ་གོ་བོ་རེ། དུས་མ་འོངས་པ་བེད་སྤྱོད་བཏང་ན། ད་དུས་ད་ལྟ་བ་བེད་སྤྱོད་བཏང་པ་ཡིན་ན་བཅོས་མཁན་གྱི་མི་དང་བཅོས་ཡག་གི་བཅས་ལག། བཅོས་བྱེད་དང་བཅོས་མཁན་ཟས་དེ་ག་ལ་དུས་ད་ལྟ་བ་འདི་བེད་སྤྱོད་བཏང་གི་རེད། ད་ལྟ་བ་ཡི་གི་བྱ་ཚིག་སྦྱོར་བ་འདི་བེད་སྤྱོད་བཏང་གི་རེད། ཨ་ནི། བཅས་ཚར་སོང་དང་བཅས་ཟིན་སོང་ཟེར་ཡས་ལ་དུས་བདེ་བ་དེ་བེད་སྤྱོད་གཏང་གི་རེད་དཔེར་ན་བཅའ་ལག་བཀལ་དེ་ལ་བཀལ་སོང་བཀལ་ཚར་ཟེར་ཡས་དུས་བདེ་བ་ད་ཧོབ་དེ་བཤད་ཡོང་དུས་རྙོག་ཁྲ་ཚ་བོ་རག་བྱས་བ་རེད་མ་འོངས་པ་ལ་ང་ཚོ་ག་ལི་ག་ལི་མཁྱེན་གི་རེད་ཡིན་ནའི་ད་དེ་རིང་འདུག་ཟེར་ཞུ་ཡ་དེ་རབ་བརྩེ་གཅིག་ག་རེ་ཟེར་ན་ཐག་བཅུག་ཟེར་དེ་ལ་ག་རེ་བཤད་གི་ཡོད་ན་དུས་སུམ་ཅུ་བ་ཟེར་དེ་ལ་ག་རེ་བཤད་གི་ཡོད་ན་བསམ་བསམ་བརྗོད་མགུར་བ་དེ་སྦྱངས་ན་ཕན་ཐོག་ག་རེ་ཡོད་ན་བསམ་བསམ་བྱོས་ད་དེ་འདྲས་དེ་ལ་ང་ཚོ་གཅིག་ག་རེ་ཟེར་བ་རེད་དེ་འདི་ནས་མངལ་ཡ་སེམས་ན་གྲ་སྒྲིག་རག་བྱེད་ཡོང་ཡ་དང། ཁ་ཕྱོགས་རག་བྱེད་མཁྱེན་ཡ་དང། གལ་སྲིད་འོ་འདི་ཤེས་མགོ་འདུག་ན་འདི་བཅག་མགོ་འདུག་བ་བསམ་བསམ་བྱུང་ངུར་བ། འདི་འདྲི་ལ་མིས་བྱས་ཡིན་ན་འདུག་སེ་ཞུས་པ་ཡིན། ཟླ་གསུམ་བཅུ་བ་ཞུས་ཚར་བྱས་ཨ་ནི་བརྟག་བྱུང་ཞུས་ཚར་བྱས། ད་དེ་ནས་གར་སེ་ན་གསུམ་པ་དེ་སུམ་རྟགས་དག་གསུམ་ཟེར་དུས་ག་ལ་དག་ཡིག་གསུམ་པ་དེ་དག་ཡིག་རེད། ད་དག་ཡིག་འདི་ལ་ཡང་མིང་རྐྱང་གི་དག་ཆ་རེད། མིང་རྐྱང་དང་བྱ་ཚིག་གཉིས་ཀ་ཡོང་གི་རེད། མིང་རྐྱང་དང་བྱ་ཚིག་ད་མིང་རྐྱང་ཟེར་དུས་དཔེར་ན་ང་ཚོའི་མིང་དུས་རྒྱུན་དཔེ་ཆ་ཤར་བ་ཡིན་ན་ཀ་བ་ཟེར་འདྲ་ཡོད་རེད་བ། ཁང་པའི་ཀ་བ་ཟེར་ཡོད་རེད་བ། ཁང་པ་གི་ཀ་ཀྱི་དེ་ཡ་དུག་མ་སྐྱ་ཉན་དེ་ལ་ཀ་བ་ཟེར་བ། ཨ་ནི་མངར་ཆ་ཆི་རིའི་དག་དེ་སྐྱེ་རིགས་དེ་ལ་ཀ་ར་ཟིག་རེད། ད་ནང་བཞིན་གི་ང་ཚོའི། ཟངས། ཀྱི། ཟོས་འཇོ་དུང་བན་འདྲ་པོ་བྱེའུ་བ་ལྟོ་མ་དག་དེ་འདྲ་དེ་ཟེར་དེ་ལ་ཡང་ཀ་རྡོ་ར་ཟིག་ཡོད་བ། ཨ་ནི་དག་ནང་བཞིན་རས་དཀར་པོ་དེ་འདྲ་ལ་རིགས་གཅིག་ཡོད་རེད་རས་དཀར་ཆི་ཟིག་ཉན་ཆེ། དེ་འདྲའི་རིགས་དེ་སྐྱེ་ལ། ད། དག་ཆ་ག་འདྲའི་ཁྲིད་ཁོ་མི་འཇོ་རེད་བ། དེ་སྐད་དག་ཡིག་ནང་ལོག་ཡོང་གི་རེད་ད་དག་ཡིག་མང་པོ་ཞོ་རེད། དག་ཡིག་མང་པོ་ཞོ་རེད་དག་ཡིག་ནང་ལོག་ལ། རྟ་དེ་ཤ་ང་ཚོས་ཡོངས་གྲགས་བོད་ཆས་མང་ཤོས་དང་ཡ་དེ་བྱི་བ་དག་ཡིག་གསལ་ཞིག་དུ་བ་སློབ་ཆུང་སློབ་མ་གི་ངག་སྐྱོར་དང་ཡ་ཆེ་དེ་ནང་ལོ་དཔེ་ཆ་ཤར་བ་ཡིན་ན་ཀ་བ་ཀ་ར་ཀ་ཏོ་ར་ཀ་ཅི་ཀ་མེད་ཀ་རྐྱང་ཡིན་ཟེར་དེ་འདྲ་ངག་སྐྱོར་དང་གི་རེད་དེ་ག་རེ་ཟེར་བ་རེད་ཟེར་ན། ཀ་བ་བྱས་ཁང་པའི་ཀ་བ། ཨ་ནི་མངར་ཆ་གི་རིགས་ཀ་ར་ཟས་དེ་བྱས། ཨ་ནི་ཀ་ཏོ་ར་ཟས་དེ་བྱས་རེད་བ་དུང་བས་འདྲ་བོ་དེ་བཟང་གི། ཨ་ནི། བཀའ་སྤྱི་ཟེར་རེད་དེ་ཆད་བདག་ནང་བཞིན་ང་ཚོས་བཀའ་བཀག་ལ་བཀའ་མེད་གསུམ་བཅུ་ཟེར་བ་རེད་བཀའ་མེད་དེ་ཟེར་སྦྱོར་བ་དེ་སྐད་བཀའ་རྐྱང་ཡིན་ཟེར་དུས་བཀའ་བཀའ་རྐྱང་ཡིན་ཟེར་བ་རེད་ཀ་བ་ཁང་པའི་ཀ་བ་ཟེར་ཏེ་བྲི་དུས་དང་ཀ་ར་ཟེར་ཏེ་བྲི་དུས་དང་དེ་རྗེས་ལ་བཀའ་བཀའ་རྐྱང་ཡིན་ཟེར་དུས་བཀའ་དེ་ལ་སྔོན་འཇུག་མེད་པ་གོ་རྗེན་མེད་པ་རེད་བ། འོ་དེ་འདྲས་བཀའ་རྐྱང་ཡིན་ཟེར། ཨ་ནི་དཀའ་ལས་དཀའ་ངལ་ད་གས་ཡིན་ཟེར་དུས་དཀའ་ལས་དང་དཀའ་ངལ་ཟེར་ཡ་དེ་ཀྱི་དྲི་དུས་ད་གས་ཟེར་དུས་སྔོན་འཇུག་ད་ཡོན་འཇུག་ག་དེ་དྲི་བོ་རེད་ཟེར་བ་རེད། དཀའ་མོའི་དཀའ་ལོ་བ་ཀའོ་ཟེར་དུས་ཨ་ནི། དཀའ་མོའི་ནང་བ་ཟས་སྦྱོར་བ་སྐད་ཆ་བཤད་པའི་ཤེས་ས། གྲོས་བསྡུར་བྱེད་པའི་ཤེས་ས་ཕར་ཚུར་སྐད་ཆ་བཤད་པ་དེ་འདྲ་ལ་ཡ། དཀའ་མོའི་ཟས་དང་བཀའ་སློབ་གནང་ཟས་དང་བཀའ་དྲིན་ཆེ་ཟས་དང་དེ་གས་ལ་ཡ་བ་ཀའོ་ཟེར་བྱས་ཀྱི་སྔོན་འཇུག་བ་ཡོན་འཇུག་དེ་དྲི་བོ་རེད་གསུངས་པ་རེད་དེ་འདྲའི་བཟོ་འདྲི་ང་ཚོ་དག་ཡིད་ནས་ལབ་ཡོང་གི་རེད་ད་གཞི་མིང་རྐྱང་རང་གི་དག་ཆ་དེ་ག་རེད་ཟེར་ན། དག་ཡིག་ཟེར་ཡ་དེ་སྦྱང་དགོས་རེད་དག་ཡིག་དག་ཡིག་མང་པོ་ཞོར་རེད་དག་ཡིག་མང་པོ་ཞོར་རེད་ལ་ང་ཚོས་ག་རེ་ཟེར་ན་ད་དག་ཡིག་ནང་ལོ་ནས་ད་ཡོངས་གྲགས་དེ་རྒྱུ་ང་ཚོ་མང་མང་ཤོས་བོད་ཆོས་དེ་ད་ལྟ་བྱིས་པ་དག་ཡིག་ཟེར་ཏེ་གཏོང་གི་འདུག་བ་ད་དག་ཡིག་ནང་ལོ་ལ་དཔེ་ཆ་བཞག་ན་འདི་འདྲས་ཡོང་གི་རེད་དེ་བྱ་ཟེར་དང་དེ་ཕ་ཡ་དག་བྱ་ཟེར་དང་ད་དེ་གཉིས་ཁྱད་པར་ག་རེ་ཡོད་ན་བསམ་སོང་བྱོས་ང་ཚོས་དེའི་ཆ་དེ་ག་རེ་ལ་གོ་གི་ཡོད་ན་དེ་ག་རེ་ལ་གོ་གི་ཡོད་ན་བསམ་སོང་ཡོད་ན་ད་དུས་རྒྱུན་ཡི་གེ་བཏགས་པ་བྲིས་ཉན་དང་ཀློག་ཉན་ཡིན་པ་ཆ་བཞག་ན་སྤྱི་བཏང་དེ་ཁྱེད་ཀྱིས་མཐོང་པ་དང་ངོ་ཤེས་ཀྱི་རེད། ད་ཡིན་ནའི་དེ་འདྲ་གི་ཞི་བོ་བྱ་མགོ་མེད་པ་ཡིན་ན་དག་ཡིག་རག་སྦྱངས་པ་ཡིན་ན་འཐུང་བྱའི་བྱ་ནི་བྱ་རྐྱང་ལ་ནམ་མཁའི་བྱ་ནི་བ་བྱ་ཡིན་ཟེར་ཡ་དེ་འདྲ་དག་ཡིག་ན་ཡོད་རེད། འཐུང་བྱའི་བྱ་ཟེར་ན་ཁ་ལ་བཏུང་ཡག་གི་བྱ་དེ་བྱ་རྐྱང་ཡིན། བྱ་བྱ་རྐྱང་དེ། ནམ་མཁའི་བྱ་ནི་བ་བྱ་ཡིན། གནམ་ལ་འཕུར་ཉེན་གི་ནམ་མཁའི་གི་བྱ་ཡོད་རེད་བ། དེ་བ་བྱ་ཡིན་ཟེར་ན་བ་ཡོན་གྱོ་བྱ་དེ་ཡིན་རེད་བ། ད་ག་ནང་བཞིན་དཔེར་ན་ཉྭ་དང་ཉྭ་ལྟ་བུ་ད་དེ་གཉིས་ལ་ཁྱད་པར་ག་རེ་ཡོད་ན་བསམ་སོང་ར་བྱེད་ཡོད་ན། ཨ་ནི་ཆུ་ནང་ཉ་མོ་ཉ་རྐྱང་དང་རྐང་པའི་ཉ་ལ་བ་ཟུར་ཡོད་ཟེས་སོ་འདི་དག་ཡིག་ན་འདི་འདྲ་ཡོང་གི་རེད་རྐང་པའི་ང་ཚོའི་ཉབ་རིའི་ཟས་སྦྱོར་བ། ཨོ་འདི་ལ་ཡ། བ་ཟུར་ཡོད་རེད་ཟེར་རྐང་པའི་ཉ། ཨ་ནི། ཆུ་ནང་གི་ཉ་དེ་ཉ་ཉ་རྐྱང་རེད་ཟེས་སོ་འདི་འདི་འདྲས་སོ་འདི་ང་ཚོའི་དག་ཡིག་ནས་ཤེས་གི་རེད། ད་དག་ཡིག་འདི་ལ་མང་པོ་ཡོད་རེད་དག་ཡིག། མ་འདྲ་མང་པོ་ཡོད་རེད། ཨ་ནི། དག་ཡིག་ངག་སྒྲོན་གསལ་དག་ཡིག་ལོ་གསར་འཇུག་སྒོ་གསལ་དག་ཡིག། མང་པོ་ཡོད་རེད་ད། ཨཱ་ནི་རྟགས་འཇུག་འདི་ཞུ་བའི་རྗེས་ཤ་རྟགས་འཇུག་འདི་ལ་ཡ། ག་རེ་ཟེར་ན་ལུང་ལུང་སྟོན་པ་རྟགས་ཀྱི་འཇུག་པ་ཞེས་སློབ་དཔོན་ཐོན་མིས་ཀྱིས་བརྩམས་ཞེས་བྱ་བ་ད་ལྟ་སློབ་དཔོན་ཐོན་མིར་བརྩམས་པོ་འདྲ་རང་གིས་མཛད་པའི་ལུང་ལུང་སྟོན་པ་རྟགས་ཀྱི་འཇུག་པ་ཟེར་གཅིག་ཡོད་རེད། ད་ག་ནང་བཞིན་གྱི

བདག་འཇུག་ཀ་ནས་གསལ་བའི་མེ་ལོང་དག་ནི། ག་རེ་ཟེར་ན། སློབ་དཔོན་ཐོན་མིས་མཛད་པའི་ལུང་སྟོན་པ་རྟགས་ཀྱི་འཇུག་པ་གཉིས་རེད། ད་འདི་ག་ལ་འགྲེལ་བ་མང་པོ་ཞིབ་འོག་རེད་བོད་ཀྱི་མཁས་བ་སྤྱི་དང་གི་མཁས་བ་མང་ཆེ་གི་སུམ་རྟགས་ཀྱི་འགྲེལ་བ་མང་པོ་ཞིབ་འོག་རེད། སུམ་ཅུ་བ་ལ་དེང་གི་ཁོང་ལ་ཞུ་ཞུ། ལུང་སྟོན་པ་རྩ་བ་སུམ་ཅུ་བ་དང། ག་རེ་ཟེར་ན། ད་མཛད་འཕྲིན་ཆེ་བ་ར་ཅིག། ང་ཚོས་ག་རེ་ཟེར་ན་ལེགས་བཤད་ཇོ་བང། དེ་རྗེས་འཇོམས་པའི་དབང་པོ་ཟས་སྦྱོར་བ། ན་མོ་གུ་རུ་མི་འཇུག་ག་གཱ་ཡ་བླ་མ་མཆོག་དང་དབྱེར་མེད་པའི་འཇམ་པའི་དབྱངས་ལ་གུས་བཏུད་ནས་ཟས་སྦྱོར་འགུལ་བ། འོ་འདི་རེད། བྱས་ཙང་ཨ་ནི། ད་མ་འོངས་པ་ལ་ང་ཚོ། ཁི་ལི་ཁི་ལི་ལ་ཡ། སུམ་རྟགས་དག་གསུམ་ཟེར་བྱས་རྗེས་འགྲོ་སྟངས་དེ་དང་པོ་སུམ་ཅུ་བ་བསླབ་དགོས་བ་རེད་སུམ་ཅུ་བའི་ནང་སྐད་ཆ་འགྲོ་སྟངས་དེ་གྱིས་ཤེས་དགོས་བ་རེད་བ། དེ་བརྒྱུད་ང་ཚོས་སྐད་ཆ་རང་གི་དག་ཚིག་གི་འགྲོ་སྟངས་དེ་གྱིས་ཤེས་ཡོང་དུས་དང་པོ་དེ་སུམ་ཅུ་བ་བྱས། དེ་འདི་ནས་བདག་འཇུག་བྱས། ཨ་ནི་དག་ཡིག་འདི་ད། སྤྱི་བཏང་གི་དུས་རྒྱུན་བོད་ཡིག་མང་ཆེ་བོད་སྤྱི་བཏང་གཉེར་ལ་ཡང་དག་ཡིག་ཆེད་མངགས་བསླབ་པ་ཟེར་ཞེ་པོ་ཟེར་བ་མ་རེད་ད་དག་ཡིག་སོ་སོའི་ངག་སྐྱོར་ར་སྟངས་དེ་འདྲ་བྱེད་ན་ཞག་ན་འགྲིག་ཡོད་པས་སོ་ར་བྱེད་བ་རེད་ད་ཡིན་ན་དེ་ཤ་ཕྱོགས་ཡོངས་ནས་ཆུ་ཚད་ཏིག་ཚེ་སྐྱོ་བོ་ཆགས་དུས་མཚམས་རེ་དག་ཡིག་དེ་ལས་ཡར་འགྲེལ་བཤད་ཅིག་ཞུས་ནས་ཡག་པོ་ཡོང་ཡ་སོ་ར་ཞིག་དང་བྱས་ཙང་མ་འོངས་པ་ལ་ཡང་ང་ཚོ་ག་ལི་ག་ལི་ལ་ཡ་ད་སུམ་ཅུ་བ་དེ་ལེགས་བཤད་ལྗོན་དབང་ཞེས་ཤ་བྱས་ནས་མ་ཐེངས་མ་ཅིག་ཞུ་ཐུབ་ན་བསམ་པ་ར་བྱེད་དེ་འདྲའི་སེམས་ཤུགས་ར་བྱེད་ཡོད།